དེ་ནི་དེ་ཡིན་དུས། དངོས་ནས་གཅིག་ནི་ད་དཔལ་འབྱོར་འདྲ་ཡིན་པས་ན་ད་སྐད་ཆ་བཤད་ཡག་ལ་བཤད་དགོས་ཡག་ཡོད་མ་རེད་ཨ་ཡང་ཁོང་ཚོ་དྲན་ནས་དངོས་ནས་སོ་སོའི་སྙན་དབང་དངོས་ནས་ད་བེད་ཕ་ཅིག་ག་འདྲ་ཟུར་གཞན་དག་ལ་ཅིག་ག་རེ་དྲན་གི་ཡོད་ན་ག་རེ་མཐོང་གི་ཡོད་ན་ཁོང་ཚོས་ང་སྙིང་རྗེ་བོ་མཐོང་གི་ཡོད་ན་མེད་ན་ཡག་པོ་མཐོང་གི་ཡོད་ན་མེད་ན་དེ་ཚོ་ལ་བྱུས་གཏོགས་གང་ཡང་མ་བཟོ་ནས་མ་ཅིག་ཕན་སེམས་རང་གི་སྐད་ཆ་བཤད་ད་སྐར་མ་འོན་ཆེན་ད་བཤད་དགོས་ཡག་པོ་རེད་ཡོད་མ་རེད་འགུལ་སྐྱོད་བཏང་སོ་བཏང་སོ་བྱས་བྱས་ཡག་པོ་ཞུ་བྱས་ཞུས་ད་འདིར་སྐྱེས་ནི་ངོ་མ་བྱེད་དགོས་བཤད་དགོས་ཡག་མི་འདུག་དེ་ཚོ་ཁྱེད་ཚོ་གི་རྩ་ནས་ངས་སྐད་ཆ་བཤད་དུས། ང་རང་ཐུབ་པ་ལ་ཡང་ཅིག་ག་འདྲ་ཟེར་དགོས་རེད་ད། ནམ་རྒྱུན་ང་རང་གི་སློབ་མ་དེ་ཚོར་ཅིག་བཤད་ང་ཚོ་ནམ་རྒྱུན་སོ་སོའི་ཆེད་ལས་ཀྱི་ཁྱབ་ཁོངས་ལ་ཅིག་བཤད་དེ་དེ་ཡིད་ཐང་འགྲོ་གི་མ་ཞིག་བཤད་འགྲོ་གི་ཡོད་རེད་མ་གཏོགས། གཞན་ཅིག་ག་འདྲ་བཟོ་དགོས་རེད་འདི་འདྲས་ཁྱེད་ཚོ་གིས་ད་ལྟ་ཆེད་ལས་རང་བཞིན་ཅན་སྐད་ཆ་བཤད་ཡོང་དུས་འོ་ནི་ངག་ལས་ཤེས་ར་ཤེས་ར་བཤད་དེ་ཡང་མེད་པ་བཟོ་འགྲོ་བ་ཅིག་འདུག་སྟེ། ད་ཡིན་ན་ཡང་དེ་རིང་ང་ཚོ། གཙོ་བོ་དེ་རིང་ང་ཚོ་དུས་ཚོད་དེ་ད་དེ་རེད་ཟེར་གི་འདུག་འཛམ་གླིང་གི་སྒོམ་རྒྱབ་ཡག་གི་དུས་ཚོད་རེད་ཟེར་གི་ཡོད་རེད། ད་དངོས་གནས་བྱས་ན་འདི་དུས་ཆེན་འདི་བོད་ལ་ཡོད་དགོས་ཉེན་འགྲོ་བ་ཅིག་ཆགས་བསྡད་ཡོད་རེད་ད་དཔེ་འཛམ་བུ་གླིང་གི་ཐོག་ནས་སྒོམ་གྱི་རིག་གནས་སུ་ཤེས་ཡོང་དུས་བརྩམས་པ་ལ་དངོས་གནས་གཅིག་ནས་ཀྲུང་གོ་དེ་ནས་ང་ཚོ་ཡག་ལྟ་ཅིག་འདི་ནས་ཡང་ང་ཚོ་དངོས་གནས་བོད་ཀྱི་ས་ཆ་དེ་པ་ལ་སྒོམ་རྒྱབ་ཡག་གི་ལུགས་སྲོལ་དེ་ཞེ་དྲག་ལྟར་དགོས་ཡག་འགྲོ་བ་ཅིག་ཡོད་རེད་དེ། ད་དེང་སང་ཧ་ལམ་ཕ་ཇོ་ཁང་རྩ་ལ་འགྲོ་དུས་ཡང། ད་ཞག་འཚང་མཁན་མང་པོ་ཡོད་རེད་གོ་ར་རྒྱབ་མཁན་དཔེ་མང་པོ་རེད་མ་གཏོགས་སྒོམ་རྒྱབ་ནས་བསྡད་ཡོད་མཁན་གྱི་མི་བསད་ཡ་ཅིག་ཧ་ལམ་མཐོང་ཡ་ཉིན་མོའི་སྐར་མ་རེད་དེ་ཡོད་རེད་ད་དབྱིན་ཇིའི་མགོ་སེར་འདྲ་རེ་རེ་གཉིས་རེ་གླེགས་ཡོང་དུ་ཕི་ཁའི་སྒོམ་འདྲ་རྒྱབ་གི་ཡོད་རེད་མ་གཏོགས་དཔེ་མི་བསད་ག་ལེ་ཁ་པོ་རེད་ང་ལྷ་ས་དེ་ནས་ལོ་དྲུག་ས་ཕྱིན་སོང་དེ་སྔོན་ནས་བོད་རིགས་སྒོམ་རྒྱབ་ཡོད་མཁན་མཐོང་ཡ་དེ་ཕ་ཆེ་ཕ་ཆེན་མཐོང་མ་སོང་ཟེར་ལབ་ནས་འདྲི་གི་འདུག་ད་དེ་འདྲའི་རེ་བོ་ཅིག་རེད་དེ་འདྲ་ཡིན་ཚ་དུས་ད་དེ་རིང་འཛམ་གླིང་གི་སྒོམ་རྒྱབ་ཡག་གི་ཉི་མ་རེད་ཟེར་གི་འདུག་དེ་ཡིན་ཚ་དུས་ད་ངས། ཁྱེད་རྣམ་པ་ཚོར་ཞུ་ཡག་དེ་འདི་ཡིན། སྤྱི་བཏང་ཐོག་མར་ང་ཚོས་སྒོམས་ཟེར་ཡག་དེ་ག་འདྲ་ཅིག་ལ་སྒོམས་བརྒྱབས་ཟེར་གྱི་ཡོད་རེད་ཟེར་དུས། སྒོམས་ཟེར་དུས་གོམས་ཟེར་གྱི་ཡོད་རེད་ད་ག་འདྲ་གོམས་དང་སྒོམས་སྒོམས་ན་གོམས་འགྲོ་གི་རེད་ཟེར་བ་གོམས་གཤིས་དེ་ཡག་ལ་སྒོམས་དགོས་ཀྱི་རེད་ཟེར་གྱི་ཡོད་རེད། དེ་ཡིན་ཚ་དུས་ང་ཚོས་ནམ་རྒྱུན། བསམ་བློ་གཅིག་ཡང་གསལ་ཡང་གསལ་བཏང་བསྡད་ཡག་དེ་མིང་ལ་ད་སྒོམས་ཟེར་གྱི་ཡོད་རེད། དཔེ་བཞག་ན་ངས།

དཔལ་འབྱོར་གྱི་སྒོམ་དཔལ་འབྱོར་གྱི་རྣམ་འགྱུར་སྒོམ་དཔལ་འབྱོར་གྱི་རྒན་མོ་ཤོར་སྟངས་སྒོམ་དེ་དུས་བཟང་ཉི་མ་གཅིག་ལ་གོམས་པ་རེད་གོམས་འགྲོ་དུས་དེ་ནས་དཔལ་འབྱོར་འདྲ་པོ་འདྲ་པོ་འདྲ་ཆགས་ཐུག་ཡ་དེ་འདྲ་ཡོང་གི་ཡོད་རེད་དེ་མིན་ལ་ད་ང་ཚོས་སྒོམ་ནས་གོམ་ཟེར་གི་ཡོད། ད་དེ་སྒོམ་དེ་ཆོས་ཀྱི་ནང་ལ་བཤད་སོང་ན་ད་དཔལ་གཞུང་ལུགས་ཀྱི་ནང་ལོགས་ད་ཡིན་གཅིག་མིན་གཅིག་སྒོམ་བརྒྱབ་དགོས་རེད། དང་པོ་ངེས་པར་དུ་ཨམ་ཅོག་ནང་ལ་མང་པོ་གོ་དགོས་རེད། གོ་བ་དེ་ངེས་པར་དུ་བསམ་བློ་བཏང་དགོས་རེད། ང་ཚོས་བསམ་ཐོས་བསམ་ཟེར་བྱས་པ་དེ་བསམ་བློ་ཡང་སེ་ཡང་བཏང་དགོས་རེད། བསམ་བློ་དེ་ཡང་སེ་ཡང་སེ་སྒོམ་དེ་དགོས་རེད་དེ་སྒོམ་སྒོམ་ཡང་བསམ་བློ་བཏང་ཡང་སྒོམ་ཡང་སྒམ། དེ་ནས་གང་འཚམས་བྱས་ནས་ཨ་ནི། ད་དེ་ཚོ་གསུམ་ཡག་པོ་ཅིག་ཆགས་དང་པོ་ཡག་པོ་གོ་དེ་ནས་དེ་དོན་དག་དེར་བསམ་བློ་ཡང་སེ་ཡང་སེ་བཏང་དེའི་སྒང་ལ་ཡང་སེ་ཡང་སེ་སེམས་དེ་བཞག་ཐོས་པ་བཟོ་དེ་དུས། དེ་གོམས་གཤིས་དེ་ལྡན་འགྲོ་དུས་དེ་ནས་ལག་ལེན་བསྟར་ཐུབ་པ་ཅིག་ཆགས་ལག་ལེན་དེ་བསྟར་ཡོང་དུས་དེ་ནས་གཞི་ནི་ཁོ་མི་དེ་གི་བསམ་བློ་བཏང་སྟངས་སྔས་མ་དང་མ་འདྲ་བ་གི་འགྱུར་བ་ཅིག་ཐེབས་འགྲོ་གི་ཡོད་རེད་ཟེར་གི་ཡོད།

དེ་འདྲས་ཟེར་གྱི་ཡོད་ངེས། ཡིན་ན་ཡང། ད་དཔལ་འབྱོར་འདྲ་ཡིན་ན་སྡུག་བསྔལ་དེ་ཡག་པོ་ཤི་ཚར་རེད་དཔེ་ཆ་ན་ཨ་ཉོན་ཨ་གཡང་འདྲ་ཡིན་ན་སྡུག་བསྔལ་མང་པོ་འཕྲད་ཚར་ལེ། ད། དཔལ་འབྱོར་རང་ཤི་རྒྱག་པའི་ཐེངས་མ་གཉིས་གསུམ་སོང་ཡོད་རེད་ད་ཨ་གཡང་རང་ཤི་རྒྱག་པ་སོང་ཡོད་ནི་མེད་ནི་རེད། ཡིན་ན། ཕ་ཆེ་ཨ་གཡང་གིས་བསམ་ན་ད་དཔལ་འབྱོར་ལས་ཀྱང་ངའི་དཀའ་ངལ་དེ་ཆེ་ཨ་བྱུང་ཡོད་འགྲོ་བསམ་བསམ་འདྲ་པོ་དེ་འདྲས་དྲན་གྱི་ཡོད་རེད། དེ་འདྲས་ཡིན་ཚོད་དེ་ད་དེའི་སྡུག་བསྔལ་དེ་ལ། ཧ་གོ་ཚར་རེད་འདུག་སྔར་ཟས་གང་དྲིས་ཡིན་མེད་ཤེས་ཚར་རེད་དེ། དེའི་དོན་དག་དེ་ཡང་ཡང་བསམ་བློ་བཏང་ནས་དེ་ལ་ཅི་ག་ག་འདྲ་བཟོ་རེད་སྒོམ་སྒྲོག་པ་མ་བརྒྱབ་ན། དེ་ནས་ཁོ་ཤི་བསྡད་པ་ཅིག་ལ་ཡ་ལག་ལེན་གི་སྒང་ལ་སླེབས་ཡོང་དུས་ཞེ་དྲག་བཟོ་མ་ཐུབ་ཡ་ཅིག་ཡོང་བསྡད་ཀྱི་ཡོད་རེད་ད་དེ་ག་རེ་རེད་ཟེར་ལབ་ན་སེམས་ལ་གོམས་གཤིས་ཀྱི་སྟོབས་དེ་ཡོད་མ་རེད་གོམས་གཤིས་དེ་ཚོ་རེ་དེ་ལས་སླ་པོ་ཅིག་གི་ཐོག་ནས་ལག་ལེན་བསྟར་ཐུབ་པ་ཅིག་ཆགས་འགྲོ་གི་ཡོད་རེད་དེ་ཡིན་དུས་ངས་རྟག་པར་དེ་འདྲའི་ཟེར་གྱི་ཡོད་དཔལ་འབྱོར་ལ་སྒོམ་རྒྱོབ་སྒོམ་རྒྱོབ་ད་ཆོག་སྒོམ་རྒྱབ་དགོས་ཀྱི་འདུག་ཟེར་གྱི་ཡོད་དེ་ཡིན་དུས་ངས། རྟག་པར་ད་ལྟ་ཨ་ཡང་གི་ཐད་སྟངས་ལ་ད་ལྟ་འདི་འདར་དབྱངས་དེ་ཚོ་སྔོན་མ་ནས་ང་ལྟ་བསྡད་ཀྱི་ཡོད། ཨ་ད་མོ་འདྲ་པོ་གི་སྒོམ་རྒྱབ་དགོས་ས་རེད་མ་གཏོགས་བསམ་པ་ཡག་པོ་འདུག་དངོས་གནས་ཉམས་མྱོང་ཡག་པོ་འདུག་རང་གི་ལུས་ཐོག་ཁོ་རང་ནས་མྱོང་བ་སྡུག་བསྔལ་ཟས་དེ་ག་འདྲ་ཡིན་མིན་ཚང་མ་མྱོང་ཚར་འདུག་ད་དེ་སྒང་ལ་གཅིག་སྒོམ་ན་གོམས་གཤིས་དེ་ཡག་པོ་གཅིག་བསྡད་འགྲོ་དུས་དངོས་གནས་སྡུག་བསྔལ་ཁོ་རང་གི་འགྱུར་བ་གཅིག་གཏུབ་ཐུབ་ས་རེད་བསམ་བསམ་དེ་འདྲའི་དྲན་མྱོང་ཡིན་ན་ཡང་ང་ཚོ་བོད་རིགས་མང་པོ་གཅིག་གིས་ད་ཅིག་ནམ་རྒྱུན། ཕྱི་ལོག་ནས་ཅིག་ད་ངག་སྒྲོང་ཡ་སྐོར་ར་རྒྱབ་ཡ་ཕྱག་མཚར་ཡ་ད་དེ་འདྲས་འགྲོ་བ་དེ་ཚོ་ཡག་པོ་དང་རེད་པ་དེ་དེ་འདྲས་བཟོ་བསྡད་ཡ་རེད་མ་གཏོགས་ཙུག་ཙུག་བཟོ་ནས་ཆུ་ཚོད་བཤད་དཀའ་ས་ཆུ་ཚོད་རེ་རེའི་ཚ་ལ་བསམ་བློ་བཏང་ནས་སྒོམ་རྒྱབ་མཁན་དེ་དཔེ་མི་སོ་ཉུང་ཉུང་རེད་ཤག་དེ་ཡིན་ཚ་དུས། ངས་བསམ་བློ་བཏང་དེ་དེ་དཔེ་གལ་ཆེན་པོ་རེད་ཤག་བསམ་སོང་ད་ཆོས་སྒྲུབ་མཁན་གཅིག་ན་ད་སྒོམ་རྒྱབ་དགོས་དང་དགོས་རེད་པ་ཆོས་མ་ཆོས་སྒྲུབ་མཁན་གཅིག་སྒོམ་མ་རྒྱབ་ན་ད་ཁོ་རང་རྩ་བའི་ཆ་ནས་ཀླད་ཀོར་ཡིན་ས་རེད། ཕ་ཆེ་ཆག་འགྲོ་གི་ཡོད་ས་རེད་དཀའ་ལས་ཁ་པོ་ཡིན་ས་རེད་དེ་ཡིན་ཚ་དུས། དེ་རེད་དེ་ནས་ངས་ད་ལྟ་ཞུ་ཡག་དེ་ག་འདྲ་ཡིན་ཟེར་དུས། ད་ང་ཚོ་དཔེ་ཆ་ན་དཀའ་ངལ་སྡུག་བསྔལ་ལ་སྒོམ་བརྒྱབ་དགོས་ཡོད་ན། ད་ངས་ད་ལྟ་ཁོང་ལ་ཨ་ཡོང་ལ་སྐད་ཆ་ཞིག་དྲིས་ཡིན། གལ་སྲིད་ཁྱོད་རང་ད་ལྟ་ན་ས་དེ་གཉིད་ལམ་སྟོང་པར་འགྲོ་བ་ཅིག་ཆགས་ནས་སང་ཉིན་རྩ་བ་ཉིད་ནས་མགོ་ནས། ང་ཚོ་ད་ལྟ་དཔེ་ཆ་ན་གློག་བརྙན་ལྟ་ས་དེ་ཡག་ཅིག་འཐེན་རྒྱག་དེ་ཡང་མགོ་ནས་དུང་ཏང་ཏང་ཏང་མགོ་ཤར་ཡོང་དགོས་རོགས། དེ་འདྲ་བོ་རང་ཆགས་འདུག་ན་རང་ག་རེ་བཟོ་ས་རེད་ཟེར་ཡག་དེ། དེའི་མིང་ལ་ང་ཚོ་གི་ད་བསམ་བློ་ཡང་སེ་བཏང་ཡོང་དུས། ད་ང་སྔོན་མ་ནད་ན་ཆ་མེད་པའི་སྐབས་ལ་ངས་བསམ་བློ་བཏང་སྟངས་དེ་ག་འདྲས་ཀྱི་རེད། ད་ལྟ་ང་བསམ་བློ་བཏང་སྟངས་དེ་ག་འདྲས་ཀྱི་རེད་ཟེར་ཡོང་དུས། ད་ལྟ་དངོས་གནས་མི་ལ་ཕན་པ་སྒྲོ་འདོགས་ཀྱི་བསམ་པ་མི་ལ་སྡུག་བསྔལ་ཡོད་དུས་རང་གི་ལུས་ཐོག་ལ་ཚུར་ལེན་ཐུབ་ཡང། དཀའ་ངལ་སྡུག་བསྔལ་ཤེས་ཡོང་དུས་དངོས་གནས་ང་ལ་སྒོར་མོ་བརྒྱ་མ་གཏོགས་མེད་ན་ཁར་ཐུག་གོ་རང་ཕར་སྤྲད་ཐུབ་ན་སྤྲད་ཐུབ་ས་རེད་བསམ་ཡ་འདྲ་བོ་གི། དེ་ཚོས་གླེང་འོང་ཡ་དེ་ཚོ་ཧ་གོ་ཡོང་དུས་དེའི་དོན་དག་དེ་ལ་བསམ་བློ་བཏང་ནས། སྡུག་བསྔལ་ཁོ་རང་ལ་ཡ་ཁྱད་ཆོས་ག་རེ་ཡོད་སྡུག་བསྔལ་ལ་ཕན་ཐོགས་ག་རེ་ཡོད། སྡུག་བསྔལ་དེ་འཕྲད་ནས་ང་འགྱུར་བ་ཡག་ག་གར་ཐེབས་འདུག་དེ་འདྲའི་སྒོམ་བརྒྱབ་ཡོང་དུས། ད་སྡུག་བསྔལ་དེ་ཡང་ཧང་སང་ཡག་གི་སྡུག་བསྔལ་ཟེར་དུས་བརྩམས་པ་ཡང་སྡུག་བསྔལ་ཆེན་པོ་གྲངས་མང་མེད་བདེན་རྒྱ་རུ། ད་ང་ལ་ཡང་ཁྱེད་རྣམ་པ་ཚོས་སྒྲུང་འདྲ་པོ་དག་བཤད་ཀྱི་ཡོད་མ་རེད་དེ། ད་ང་རང་ང་རང་གི་ཡང་སྡུག་བསྔལ་ཞི་རགས་མྱོང་ཡོད་རེད། རང་ཤི་རྒྱབ་དགོས་ས་རེད་བསམ་སང་ཐེངས་མ་གཉིས་གསུམ་གྱི་བྱུང་མྱོང་ད་རྒྱབ་དྲག་ཏུ་ཅི་བཟོས་མེད་དེ། ད་ཤི་སོང་ན་དགའ་ས་རེད་བསམ་སང་དྲན་སོང། གང་ཡིན་ཟེར་ལབ་ན། ངས་ང་རང་གི་བསམ་པའི་མི་ཚེ་གི་ལམ་ཁ་དེར་འགྲོ་དགོས་ཟེར་ན་ནི་ནང་མི་གིས་ང་ལ་མོས་མཐུན་བཟོ་གི་མི་འདུག་ཨེ། ང་རང་གིས་མ་བསམ་བཟོ་བྱས་ཏེ་བསྒྲུབ་མ་ཐུབ་པ་ཅིག་ལ་རང་ཐད་ཀྱིས་མ་བསྒྲུབ་ན་བསད་བཞག་གི་ཡིན་ཟེར་གི་འདུག་བ་དེ་ནི་དཔེ་དཀའ་ལས་ཆེན་པོ། ད་ཕྱི་འགྲོ་རུ་སེ་འགྲོ་རུ་ད་ཅི་བསམ་དགོས་མི་འདུག་དེ་ད་བཟའ་ཁྱིམ་ཚང་བཟའ་ཚང་དེ་ཚོ་ལ་པེ་རྒྱབ་མགར་བཟོ་ནས་ང་ང་རང་གི་ལམ་ཁ་དེ་འགྲོ་དགོས་ན་པེ་དཀའ་ལས་ཁ་པོ་དེ་ནས་རྗེས་མ་ཡང་དགའ་རོགས་འགྲིག་དགའ་རོགས་དང་ཁ་ཁ་ཆ་ད་ནས་པ། ང་དེ་གར་ས་ད་ད་དེ་བ་སྐོར་ཤང་ཁྲང་ཟེར་ས་དེ་ན་ལས་ཤིང་ཤིང་སྟེགས་བུ་ཟེར་མི་ཅིག་ཡོད་རེད་ད་དེ་སྡིག་སྤྱོད་སྦིག་སྤྱོད་འཁྲབ་ས་ཅིག་རེད་དེ་སྒོ་རྩར་འགྲོ་ནས་ང་པེ་ཕི་ཆུང་མཐོང་ས་འཛིན་འགྲོ་དགོས་ས་རེད་ཐེངས་པ་གཉིས་སུ་འགྲོ་མྱོང་ང་ད་བསམ་བློ་རེ་རེ་བཏང་དེ་ད་བསམ་བློ་གཅིག་བཏང་དུས་ད་ང་འདི་ནང་ལ་འཛུལ་སོང་ན། ང་རག་བཟི་ནས་ཡི་གེ་འབྲི་དེ་ཡོད་རེད་ད་སང་ཉིན་མ་ཐོན་ཡོང་དུས་ཅི་ཞིག་ན་ད་རེས་ཆུ་ཚོད་གསུམ་པ་བཞི་པ་སང་མ་ཐོན་ཡོང་གི་རེད། ངས་མོ་རྩ་བ་ཉིད་ནས་བརྗེད་འགྲོ་གི་མ་རེད་ལ་སང་ཉིན་དེ་ལས་ཀྱང་ང་རྒྱལ་ཇེ་ཆེར་རེད་དུ་ཡོད་ཀྱི་རེད། དེ་རིང་དགོང་མོ་ཅི་ཞིག་ན་ང་རག་བཟི་འགྲོ་དུས་མོའི་སྙིང་ནས་འབོད་རྒྱུ་གི་ཉེན་ཁ་ཡོད་རེད་འདི་གི་གནད་དོན་དེ་ཐག་ཆོད་བཟོ་སྟངས་དེ་རྩ་བ་ཉིད་ནས་ཡག་པོ་ཅིག་རེད་མི་འདུག་ང་རང་རག་ཀླད་པ་ནང་ལ་ཆུ་འཛུལ་འཇོག་གི་ལས་ཀ་ལས་སྟངས་རེད་འདུག་བསམ་ནས་ཡང་ཡར་འགྲོ་ནས་ཉི་ས་ནང་ལ་ཡར་འགྲོ་ཙུར་ཙུར་བསྡད་ནས་དང་མོ་རང་ང་གཉིས་མུ་མཐུད་ནས་མཉམ་དུ་བསྡད་ན་དགའ་གི་འདུག་གས་ཡང་ན་མུ་མཐུད་ནས་མ་བསྡད་ན་དགའ་གི་འདུག་ལྷོད་ལྷོད་སུ་བསམ་བློ་བཏང་ཡོང་དུས། འོ། ད་ངོ་ནས་མ་བསྡད་ན་དགའ་གི་འདུག་མོ་རང་ལས་དཀའ་ང་སྡུག་བསྔལ་མ་གཏོགས་འཕྲད་རྒྱུ་མི་འདུག་ང་མཉམ་དུ་བསྡད་ན་སྟག་པ་སྡུག་བསྔལ་རེད་ཤག་སེམས་སྡུག་རེད་ཤག་ང་ཡང་མོ་རང་མཉམ་དུ་བསྡད་དུས་སྟག་པ་སེམས་སྡུག་རེད་ཤག་ད་ང་གཉིས་ལས་འདི་འཕྲད་རྒྱུ་མ་གཏོགས་མི་འདུག་དེ་ལས་ད་ངོ་ནས་འཛུགས་གོ་བྱེད་ཚེ་ཚ་བཞག་ན་དགའ་གི་འདུག་བསམ་ནས་སེམས་ཐག་བཅད་བཞག་དུས། ཕ་སེམས་དེ་ལྷོད་ཤིག་ཤིག་འགྲོ་ཅི་ཆགས་འགྲོ་གི་འདུག་ང་དེ་འདྲ་ཆགས་མྱོང་ཡོད། དེ་ནས་ནས་ག་ཨ་རག་གཏོང་དགོས་མ་སོང་གང་ཡང་བྱེད་དགོས་མ་སོང་ཕ་སེམས་ཐག་ཆོད་པོ་འདྲ་ཆགས་སོང། བྱས་ཙང་ང་ཚོ་དེ་ཚོ་སྒོམ་པའི་སྟོབས་རེད་བསམ་གི་འདུག་གང་ཡིན་ཟེར་ན་ད་ཅིག་འགྲོ་བཞུར་འདུག་བཞུར་ལ་ད་ང་གཉིས་ཕྱོགས་ཡོད་མ་རེད་ང་གཉིས་འགྲིག་མ་རེད་བསམ་བསྡད་པ་དེ་གི་ཞི་རག་ཞི་རག་ཕན་ཐོག་གི་མི་འདུག་ཙུག་ཙུག་ཙུག་བསྡད་ནས་དངོས་གནས་དོན་དག་གནས་ལུགས་ངོ་མ་ལ་བསམ་བློ་བཏང་ནས་དེ་ཙུག་ཙུག་ཙུག་སེམས་ནང་ལ་སྒོམ་བསྡད་དུས། དེ་ཁོ་སེམས་ནང་ལོག་ཅིག་གོམས་ཤིག་འགྲོ་ཅིག་སླེབས་ཡོང་གི་འདུག་དེ་སླེབས་ཡོང་དུས་ཨོ་ད་དངོས་གནས་འདི་མ་གཏོགས་འགྲོ་ས་མི་འདུག་ད་ངས་འདི་ཐོག་ནས། ཏག་ཏག་ཡིན་འདྲ་ཅིག་བསམ་དུས་སེམས་ཐག་ཅིག་ཆོད་ཡོང་གི་རེད། དེ་འདྲ་ཡིན་ཚ་དུས་ང་ཚོས་ད་ལྟ་སྒོམ་ཟེར་ཡ་དེ་ད། དེ་འདྲས་ཀྱི་རེད་ཟེར་ཞུ་ཡ་གཅིག་དེ་ཡིན། དེ་ནས་གཉིས་ནས་ད་ལྟ་ང་ཚོ་ད་དེ་རིང་སྒོམ་དང་འབྲེལ་བ་ཡོད་ཟེར་སྐད་ཤ་ཤོད་ཟེར་དུས་ཡང་ངས་བཤད་རྒྱུ་འདྲ་ཅི་ཏིག་ཟེར་གྱི་དྲན་སོང་དེ་ག་རེ་རེད་ཟེར་དུས། ད་ང་ཚོ་ད་ལྟ། སྤྱི་ཚོགས་ཀྱི་ནང་ལོག་ནས་ཁོ་ཆོས་ཕྱོགས་ཀྱི་སྒོམ་རྒྱབ་མཁན་ཡིན་ན་ད་ད་ང་ཚོར་ཅི་བཤད་ཤེས་གི་མ་རེད་ད་བཤད་རིམ་རྫོགས་རིམ་དེ་འདྲས་ཀྱི་རིགས་མང་པོ་རེད་བ་དེ། དེ་ནི་ངས་ད་ལྟ་ཞུ་བདེ་ཡ་དེ་ག་རེ་ཡིན་ཟེར་ན་ང་ཚོ་ད་ལྟ་མི་སྤྱད་ཕོ་མོ་སྟེ་ཚོགས་ཀྱི་སྟབས་བདེ་བོ་མཐོང་ནས་བསམ་བློ་བཏང་བཏང་ཅིག་ལ་ཞུས་པ་ཡིན་ན། ང་ཚོའི་མང་བོ་ཞིག་གི་ཀླད་པའི་ནང་ལ་སྒོམ་རྒྱབ་ཟེར་དུས་ཡང་མེད་ན། ཆོས་ལུགས་ཀྱི་སྐད་ཆ་ཅིག་གོ་འགྲོ་གི་ཡོད་རེད། གཅིག་ལྷ་སྒོམ་དགོས་ཡ། སྐུ་སྒོམ་དགོས་ཡ་དེ་ནས་སངས་རྒྱས་ཀྱི་སྐུ་དང་དེ་འདྲས་སྒོམ་དགོས་གི་རེད་བསམ། ད་སྒོམ་རྒྱབ་ཟེར་དུས་དེ་འདྲས་དགོས་གི་ཡོད་ས་རེད་བསམ་དེ་རེད་ཡང་ན་ནི། ཁ་སྐད་ཅིག་མ་དྲན་པར་བཟོ་ནས་སྟོང་སེ་སེ་བ། ནག་པོ་འགྲོ་བ་སྟོང་པ་འགྲོ་བ་ནམ་མཁའ་སྟོང་པ་སྔ་མ་དེ་ཚོ་འདུག་དགོས་ཀྱི་ཡོད་ས་རེད་བསམ་གྱི་རེད། དེ་གཉིས་ཀ་ཡོང་གི་མ་རེད་གང་ཡིན་ཟེར་ལབ་ན། ད་ལྟ་ང་ཚོའི་སེམས་དེ་ཁ་ལ་ཉན་པོ་རེད་མེད་པ། སེམས་ཁ་ལ་ཉན་པོ་ཞིག་རེད་མེད་དུས་ཁྱོད་སངས་རྒྱས་ཀྱི་སྐུ་སྒོམ་ཤོག་ཟེར་ན་སྒོམ་ཐུབ་གི་མ་རེད། ཁྱོད་ཁ་སྐད་ཅིག་མ་དྲན་ནས་སྟོང་པ་བསྡད་ཤོག་ཟེར་ན་ལས་བསྡད་ཐུབ་གི་མ་རེད་གང་ཡིན་ཟེར་ལབ་ན། སེམས་དེ་ལ་གོམས་གཤིས་དང་བག་ཆགས་འདྲ་མིན་སྣ་ཚོགས་ཀྱི་སྟོབས་ཀྱིས་རྩ་བ་ཉིད་ཁོ་ཁ་ལ་ཉན་པོ་ཆགས་ཐུབ་ཡོད་མ་རེད་དེ་ཡིན་ཚ་དུས་ཨང་དང་པོ་སེམས་དེ་ཁ་ལ་ཉན་པོ་ཞིག་བཟོ་དགོས་ཀྱི་ཡོད་རེད། སེམས་ཁ་ལ་ཉན་པོ་བཟོས་དུས་སྐབས་སུ་ད་ཙུག་ཙུག་བཟོ་འདུག་དུས་ཨང་དང་པོ་དེ་ལ་ཀླད་པ་ནང་ལ་ག་རེ་དྲན་ན་དྲན་བཅུག་དགོས་རེད། ག་རེ་ག་ཚད་དྲན་པ་དེ་ཧ་གོ་ན་དེ་ག་ཚད་ཡག་ག་ཡོད་རེད་ག་ཚད་དྲན་ན་དྲན་བཅུག་དགོས་རེད། དེ་ནས་དེ་ལ་དྲན་མ་དྲན་པ་བཟོ་དགོས་ཡིན་ཕིས་འདི་དྲན་ཉན་གྱི་མི་འདུག་ང་ཡག་པོ་ཅིག་དྲན་དགོས་ཀྱི་འདུག་བསམ་པས་ན་ཁྱོད་མི་གཅིག་ལ་དགའ་བསྡད་ཀྱི་འདུག་ན་ད་མི་དགའ་ས་དེ་དྲན་དགོས་ཀྱི་འདུག་བསམ་སྟེ་ཁྱོད་ནི་མ་དགའ་ས་དེ་རྐྱང་རྐྱང་ཤར་ཡོང་ན་ཕུས་ཕར་སོང་ཕར་རོལ་ཟེར་གྱི་ང་དགའ་མོ་དེ་དགོས་མཁོ་ཟེར་ན་དེ་སྒོམ་འཁྲུག་ཚར་དེ་སྒོམ་ཟེར་གྱི་མ་རེད་དེ་ལ་སྒོམ་ཟེར་དུས་སྐབས་སུ་ལ་ད་ང་ཚོ་དྲན་པ་དང་ཤེས་བྱའི་སྐོར་མང་པོ་བཤད་རྒྱུ་ཡོད་རེད་དེ་ཡིན་ཚར་དུས། ཁོ་དགའ་པོ་དེ་མི་དེ་ཤར་ཡོང་ན་ཡང་ད་ཡག་པོ་རེད་ང་རང་དགའ་ས་གི་མི་དེ་ཤར་སོང་བསམ་དེ་སྐར་མ་གཅིག་གི་ནང་ན་ནི་འབྱོར་འགྲོ་གི་རེད་ཡང་མ་དགའ་བ་མི་དེ་ཤར་ཡོང་གི་རེད་འོ་མ་དགའ་ས་མི་དེ་ཡང་ཤར་སོང་ཨ་ཤར་བཅུག་ཤོག་གང་ལྟར་ཁོ་མ་ཤར་ཟིན་ན་ཤར་གི་འདུག་གལ་མི་འདུག་དེ་ཤར་བ་ཙམ་གྱིས་ང་ལ་གནོད་པ་གང་ཡང་བྱེད་གི་མི་འདུག་ཤར་བཅུག་ཤོག་བསམ་བསྡད་དུས་ཡང་ཁོ་རང་འབྱོར་འགྲོ་གི་རེད་ཡང་གཞན་དག་ཀྱི་དྲན་ཡོང་གི་རེད་གང་འཚམ་གྱིས་ནི་མི་དགའ་བོ་མི་དགའ་བོ་གཉིས་ཀ་མ་དྲན་ནས་ཁྱེད་རང་གི་དངོས་མང་གི་ཅིག་འབྲོག་པ་ནང་ལ་ཡོད་དུས་ཀྱི་ཅིག་བོད་ལོ་འདྲ་ཡར་ལོ་འདྲ་ཅིག་ལུག་འདྲ་རྟ་འདྲ་དེ་ཚོ་དྲན་དུས་ཀྱི་ཉེན་ཁ་ཡོད་རེད་ཨོ་ད་ཡང་སྙེ་མ་ལོ་ཉི་ཤུ་སུམ་ཅུ་གོང་གི་ལུགས་དུ་དེ་ཚོ་ཤར་སོང་བསམ་དེ་དུས། ཨོ་ད་ཡང། སང་ཉིན་ཟ་རྒྱུ་གི་སྐོར་འདྲ་སང་ཉིན་ཉིན་གུང་ཧོ་ཀོ་ཟ་ན་དགའ་ས་རེད་ད་མ་རེད་བསམ་བསམ་དུ་དེ་འདྲ་དྲན་གི་རེད་དེ་དེ་ཚོ་དྲན་བཅུག་ནས་ཕ་ཧ་གོ་བ་བཟོ་ནས་ད་ནི་ང་ཚོས་སྒོམ་རྒྱབ་སེ་དུས་སྐབས་སུ་ལ་དེ་ཚོ་ཚང་མ་དེ་ཁོ་རང་ག་རེ་དྲན་ཡོང་ན་དྲན་བཅུག་ག་རེ་ཕ་མ་དྲན་པ་བཟོ་ནས་ཁོ་བརླག་སོང་ན་བརླག་བཅུག། ད་ལྟའི་སྐད་ཆ་གི་ཐོག་ལ་ད་ལྟ་ད་ལྟ་ག་རེ་དྲན་གི་འདུག་ག་རེ་ཤར་གི་འདུག་དེ་ཚོ་ཧ་ག་ཧ་ཅང་གསལ་བོ་དེ་ལ་ལྟ་ནས་འདུག་དགོས་རེད། དེ་ནས་དེ་གི་རྗེས་སུ་ང་ཚོ་ནམ་རྒྱུན་ཡིན་ན་དེ་རྗེས་སུ་འགྲོ་བཞག་གི་རེད་ད་དཔེ་བཞག་ན་སང་ཉིན་ཧོ་ཀོ་ས་ཆ་དྲན་འོང་ན་དེ་ཨ་ག་པ་འགྲོ་དགོས་གི་འདུག་ཁྲོན་ཤིས་པ་ཙི་ནང་ལ་འགྲོ་དགོས་གི་འདུག་གས་ཤའོ་ལོང་ག་ས་ཅེག་དེ་ནང་ལ་འགྲོ་དགོས་འདུག་གས་ད

དེ་དེ་འདྲའི་རེ་འོང་དུས་སྐབས་སུ་ཡང་དུས་དུས་སྐབས་སུ་འོ་ད་ང་རྣམ་རྟོག་གི་རྗེས་སུ་སེམས་དེ་བདག་མེད་ཁར་དག་འགྲོ་དེངས་འདུག་བསམ་འགྲོ་དུས་ཡང་ད་ལྟ་གི་ཐོག་ལ་ཚུད་ཡོང་དགོས་རེད་ཡང་ད་ལྟ་གི་ཐོག་ལ་ད་ལྟ་ངས་ག་རེ་བཟོ་གི་འདུག་ད་དེ་གང་ལ་ཚུད་ཡོང་དགོས་རེད་ཡང་སྔན་མ་གི་དན་རྟགས་དྲན་འོང་དུས་འོ་ད་སྔན་མ་གི་དན་རྟགས་ཅིག་དྲན་སོང། ཡིན་ན་ཡང་ངས་ད་ལྟ་ག་རེ་བཟོ་གི་ཡོད་རེད་ཟེར་ཏེ་ཡང་ད་ལྟ་ང་དབུགས་སྦྲང་འདི་འདྲའི་བཙོད་ཚུགས་སུ་བསྡད་དེ་ཡོད་རེད་བསམ་དུས་སོ་སོ་གི་ལུས་དེ་ཚུད་དྲན་ཐུབ་པ་བཟོ་དེ་འདྲས་བཟོ་སྦྱོང་བསྡད་དུས། ད་ནས་ཁོ་རང་དེའི་བསམ་བློ་བཏང་སྟངས་དེ། ཡ། ག་ལེ་བྱེད་ཡ། བྱེད་ཡ། རྒྱུན་ཇེ་རིང་ཇེ་རིང་ཇེ་རིང་འགྲོ་དུས། དེ་ནས་ཁོ་རང་གི་ད་ལྟའི་བསམ་བློ་དེ་ད་ལྟ་གི་ཐོག་ལ་འདུག་རྒྱུ་དེ་ཡུན་རིང་པོ་ཆགས་ཡོང་གི་རེད། ད་ལྟ་ག་རེ་བཟོ་གི་ཡོད་མེད་ལུས་པོ་ག་འདྲས་གཏོང་བསྡད་ཡོད་མེད། ག་འདྲས་བཟོ་གི་རེད་དབུགས་ག་འདྲས་བཏང་གི་ཡོད་མེད་དེ་ཚོ་གསལ་བོ་མཐོང་བསྡད་མཁན་ཞིག་ཆགས་འགྲོ་རྒྱུ་མ་གཏོགས། སང་ཉིན་གནངས་ཉིན་གྱི་ལས་ཀ་ཡང་དྲན་ཡོང་ན་ཡང་ཁོ་དྲན་དྲན་གྱི་རེད་དེ་ཡིན་ན་དྲན་པ་དེ་ཧ་གོ་ཙམ་གྱིས་མ་གཏོགས་གང་ཡང་མེད་པ་ཆགས། ན་ཉིན་གྱི་དན་རྟགས་དྲན་ཡོང་གི་རེད་དེ་དེ་ཡང་དྲན་པ་དེ་ཧ་གོ་ཙམ་མ་གཏོགས་གང་ཡང་མེད་པ་ཆགས་ནས་རང་བཞིན་གྱི་སེམས་དེ་ལྷོད་ལ་ཆགས་འགྲོ་གི་རེད་དེ་ཡིན་ཚ་དུས། ད་འདི་འདྲའི་ཅིག་ལ་ང་ཚོ་སྤྱི་བཏང་གི་ད་སྒོམ་རྒྱབ་སྟོང་གི་ཐོག་མའི་རྨང་གཞི་འདྲ་བོ་དེ་ད་དེ་རེད་ད་དེ་ལ་ང་ཚོས་དྲན་དང་ཞི་ཞིང་ཟེར་ཡ་ཤེས་ཡ་འདྲ་བོ་མང་པོ་ཡོད་རེད་དེ་ཡིན་ཚ་དེ་ནས་དེང་སང་རྒྱ་སྐད་ཀྱི་སྤྲོད་བརྙན་སྤྲོད་འགྲོས་ཟེར་མོ་འདྲ་དེ་འདྲས་བཤད་དེ་བྱས་ཡོད་རེད་ད་དེ་ཚོ་ཚང་མ་དེ་དེ་ནས་དེ་འདྲས་སུ་སྦྱོང་དགོས་ཡ་ཅིག་རེད་དེ་ཡོད་རེད་ད་དེ་རིང་འདྲ་ཡིན་ན་དེ་ང་ཚོ་སྒོམ་གི་སྐོར་དེ་ཞི་བོ་ཞི་བོ་ད་བཤད་ཡ་ཡི་ཅི་ཡོད་མ་རེད་དེ་ད་གང་ལྟར། མདོར་ན་ངས་རྡོག་རྡོག་ཞུས་པ་དེ་དེ་ཡིན་དེ་ནི་ད་མཐའ་མ་དོན་དག་གསུམ་པ་གཅིག་སྟེ་སྐར་མ་གཉིས་ཀྱི་ནང་ལོགས་ལ་གསུམ་གྱི་ནང་ལོགས་ཚར་གྱི་འདུག་པའི་རྟགས་ཀྱི་ཡིན་དེ་ནི་དེ་ག་རེ་རེད་ཟེར་དུས་བཙུན་པ་ངས་ད་ལྟ་ཨ་དབྱངས་ལ་སྐད་ཆ་དྲིས་རྗེས་དེ་ད་ཁྱེད་རང་ག་སེ་གཉིས་ལམ་བཏང་པ་འདྲ་བོ་རེད་དེ་ཡོད་ན་དེ་ནི་ག་རེ་བཟོ་ས་རེད་ཟེར་ཡག་གི་སྐད་ཆ་དེ་དྲིས་ཡོང་དུས་ང་རང་བསམ་བློ་ཞེ་དྲག་བཏང་གི་ཡོད་དེ་ཡིན་དུས་ང་ཚོ་ད་ལྟ་འདི་འདྲའི་བསམ་བློ་བཏང་སྟེ་མི་གཅིག་གི་མགོ་ལ་སྡུག་བསྔལ་ཅིག་བྱུང་སོང་ན། ད་དེ་ང་དཔེ་མི་སྲིད་པའི་ལས་མ་བསགས་ལས་ངན་པ་སྡུག་པོ་བསོད་ནམས་མེད་པ་དག་ང་དཔེ་སྡུག་ཅག་རེད་དེ་འདུག་ལས་ངན་པ་ང་བསམ་ནས་དེ་འདྲ་བྱེད་ན་བུ་ཚ་ད་ལྟ་ཟས་ལས་འདྲ་འདྲ་བཙོག་པ་བཏང་ཚར་དུས་མ་ཤི་རྒྱུ་བརྗེད་འགྲོ་གི་ཡོད་རེད་ཞོ་ཀེ་ཡག་ལོངས་དུས་སོ་དཀྲུག་གཉིས་དཀྲུག་གི་ཡོད་མ་རེད་སྐྲ་བཀྲུས་ན་ཡང་ཕིག་ད་ང་ནད་པ་འདི་འགྲིག་མདོག་ངན་མི་བསོད་ནམས་མེད་པ་ཅིག་གིས་ད་རུང་སྐྲ་འདྲ་ཞིག་བཀྲུས་ཁ་བཟོས་དེ་ལ་རྫིག་རྫིག་འདྲ་ཞིག་བཟོས་ཕིག་དགོས་ཟེར་མི་འདུག། སུ་དྲི་མ་ཁ་ནི་ཁ་ང་ལ་དགའ་མཁན་ནི་མེད་ལྟ་མཁན་ནི་མེད་མ་གཞི་ནི་མི་ཚང་མས་ང་ལ་མཐོང་ཆུང་བཟོ་བསྡད་ཀྱི་རེད་ད་ག་རེ་ཧང་སང་ཡག་ཡོད་རེད་བསམ་དེ་དེ་འདྲས་བཟོ་རང་གི་རང་ལ་མཐོང་ཆུང་བཟོ་བཞག་དེ་དེ་བྱས་འདུག་བྱས་འདུག་བྱས་འདུག་བྱས་དུས་མཐའ་མ་དང་དེ་ནས་ཚེ་ཐུང་ནད་མང་ཟེར་ཡག་འདྲ་པོ་ཆགས་ཡོང་གི་འདུག་བ་དེ་འདྲས་ཡིན་ཚ་དུས་ང་ཚོས་ད་ལྟ་སྒོམ་བརྒྱབ་ནས་བསམ་བློ་བཏང་ནས

མོད་མཁས་མང་འཕྲོ་བརླག་བཏང་བཞག་པ་འདྲ་ནི་ཅི་མེད་གང་ཡང་རྩོད་ནས་ཁབ་བརྒྱབ་བཞག་འགྱུར་ནི་ཅི་མེད་ང་ལ་འདི་འདྲའི་འདྲ་བོ་དག་ཅིག་ཡོང་དགོས་ས་ཅི་མེད་བསམ་དེ་འདྲ་ཅིག་བཟོས་ནས་ཁྱེད་རང་རྫུ་གུ་འགྲོ་དུས་དུས་སྐབས་སུ་ལ་འབུ་དེ་འདྲའི་རྐང་པ་གི་རྫི་ནས་དེ་ཤི་མ་ཐུབ་ནས་ཉི་མ་མང་པོ་འཕག་འཚག་བརྒྱབ་ནས་ཤི་དགོས་ཡ་འདྲ་བོ་དེ་འདྲས་བཟོས་ཡོད་སྲིད་པ་རེད་པ་ང་ཚོ་ཡིན་ན་ཡང་ང་ཚོས་དེ་ཧ་གོ་ཡོད་མ་རེད། དེའི་འབྲས་བུ་དེ་ཡིན་སྲིད་པ་རེད་དེ་འགྲོ་བ་ང་ཚོ་སེམས་ཅན་གཞན་དག་ལ་གནོད་ཅི་མེད་ཟེར་ན་ཡང། ང་ཚོ་རྫུས་གི་འགྲོ་དུས་སྐབས་སུ་དོན་མེད་སྐད་ཅིག་ག་འདྲ་བཟོ་རེད། བོད་ལ་ཡར་དེ་ཚོ་ལ་རྡོ་བརྒྱབ་ནས་རྐང་པ་བཅག་བཞག་ཡ་འདྲ་པོ་དང་མཐའ་ན་ཞིག་མ་ཐོབ་ཡོང་དུས་ཏག་ཏག་དེ་ཚོའི་སྟོན་ཁ་རུ་བ་རྣམས་ལ་མ་ཤོར་འགྲོ་དུས་མཐུ་བསྒྲུབས་ནས་ཁྱོད་སང་ཉིན་ངས་བཤད་བཞག་གི་ཡིན་ཟེར་ཡ་འདྲ་པོ་དེ་འདྲ་བཤད་གི་རེད་བ། ད་དེ་འདྲས་ཀྱི་འབྲས་བུ་འགྲོ་བ་དེ་འདྲ་ཡིན་སྲིད་པ་རེད་བསམ་ཆོག་ས་རེད་ང་ཚོས། དེ་ནས་ངས་ཁར་ཚང་ཅིག་ཞུས་པ་ཡིན། ང་ནང་ཉིན་སྤུན་རྒྱག་ཅིག་གི་ཁང་པར་སྤོས་དུས། ཁོ་ཚོས་ད་ལྟ་ད་ཀྲི་པཱན་ཟེར་དགོས་ར་པ་ཨ་འདྲས། ག་འདྲ་བཟོས་དགོས་ར་ད་འདས་ཨ་འདྲས་ཀྲང་ཤུས་ཀྲང་ཤུས་ཟེར་དགོས་ར་པ་ད་ང་ཚོས་ད་ནི་མཛེས་བཟོ་ཟེར་དགོས་ར་པ་དེ་འདྲས་བཟོས་ཀྱང་ཆོག་ཅིག་རྒྱབ་ནས་ཕ། ཙི་ཙི། མང་པོ་ཅིག་ཤི་བསྡད་འདུག་སྐམ་པོ་ཆགས་ཚར་འདུག། དེ་འདྲའི་བསམ་བློ་བཏང་སྟེ་རྐང་བཙུགས་ནས་ང་ཚོ་ཙི་ཙིས་བསད་དགོས་བསམ་ཡོད་མ་རེད་ཁོང་ཚོས་དེ་ནས་འཕག་འཚག་རྒྱབ་གྲོགས་གོ་རྟོགས་པ་ཤི་ཤི་ཚ་དེ་ཕ་རོ་བདག་པོ་རྒྱབ་མཁན་ཡང་མེད་ནས་ཕ་སྐམ་པོ་ཆགས་ནས་ཅི་མ་ཅི་མ་མི་ག་འོ་ཙི་ཙི་གཅིག་གི་རོ་རེད་ཟེར་ད་རང་འཐག་ལ་རོ་གཅིག་གི་འདེང་ཡང་བཞག་གི་ཡོད་མ་རེད་དེ་འདྲའི་བཟོ་ཚ་དེ་དེ་མཚུངས་ཀྱི་འབྲས་བུ་འདྲ་པོ་རེ་ཡང་ཡིན་སྲིད་ཀྱི་རེད་ཡིན་ཆོག་གི་རེད་བསམ་ན་ཡང་དེ་ནི་ང་ཚོའི་སེམས་དེ་ལ་ད་ཅི་སྔི་ཚེ་ཡ་སྔི་མ་འགྲོ་ཤི་ཡ་སྔི་མ་འགྲོ་ཡིན་ཟེར་གྱི་རེད་བསམ་བཞག་ན་ཤུགས་འགྲོ་དེ་ག་ས་ཡོད་མ་རེད་དྲང་པོ་བཤད་ན་ཡན་ཆད་མི་ཚེ་ལྕི་བ་སྔི་མ་ལ་ཡིན་དགོས་ཡ་གི་ངེས་པ་ཡང་མི་འདུག་ཚེ་འདི་ལ་བསགས་པ་ཡང་མང་པོ་ཡོད་ས་རེད། དེ་ནས་ང་ཚོས་ད་ལྟ་སྡུག་བསྔལ་དེ་འདྲའི་འཕྲད་ཡོང་དུས་ངས་ད་ལྟ་ཨ་གཡང་ལ་ཞུ་ཡ་དེ་ཡིན། ད་ང་ག་སེར་ནད་མེད་བདེ་ཐང་རེད་སོང་ན་ངས་མི་ལ་ཕན་བཏགས་ན་ས་དེ་ཚོ་ལ་རོགས་པ་བཟོ་ནད་པ་ལ་རོགས་པ་བཟོ་ས་རེད་ཟེར་ཡ་དེ་བསམ་བློ་དེ་ད་ལྟ་གི་བསམ་བློ་རེད་མ་གཏོགས་སྔོན་མ། ཕ་ཡུལ་ཡོད་དུས་ལོ་བཅུ་གཉིས་བཅུ་གསུམ་སྐབས་ཀྱི་མོ་བཟའ་མ་དང་པོ། དགའ་རོགས་བསྒྲིགས་འདུག་དུས་སྐབས་ཀྱི་བསམ་བློ་དེ་ཡོད་མ་རེད་བརྒྱ་ཆ་བརྒྱ་ཡོད་མ་རེད་ད་དུས་དུས་དེ་བསམ་བློ་དེ་འཁོར་ཡོད་མ་རེད་གང་ཞིག་ལ་ན་དུས་དུས་ནད་ཡོད་མ་རེད་སྡུག་བསྔལ་ཡོད་མ་རེད་དཀའ་ངལ་དེ་འཕྲད་ཡོད་མ་རེད། ད་ད་ལྟ་དཀའ་ངལ་འཕྲད་སྡུག་བསྔལ་འཕྲད་དུས་གཞི་ནས་མི་གི་སྡུག་བསྔལ་དཀའ་ངལ་དེ་སྔར་བས་ཧ་གོ་གི་ཡོད་རེད། གལ་སྲིད་ད་དུང་ཡང་སྔོན་མ་ནང་བཞིན་བཟོས་ནས་ན་ཚ་གང་ཅི་མེད་སྡུག་བསྔལ་ཅི་གང་ཅི་འཕྲད་མེད་ན། ད་རུང་ཡང་དེ་ནས་ཁྱོ་ག་དང་སྤུ་གུ་དང་ཁྱིམ་ཚང་དང་ཨ་ཕ་ཨ་མ་ཟེར་ནས་བསྡད་དེ་ཡོད་རེད་མ་གཏོགས། ཕ་ཆེ་ཕོར་བ་སྤྲོད་སྟངས་ཀྱི་ཐོག་ནས་འཁྲུག་པ་བརྒྱབ་བསྡད་ཡག་འགྲོ་པ་ཇི་བཟོ་བསྡད་ཡོད་ཀྱི་རེད་མ་གཏོགས་ཕ་ཆེ་འདི་འདྲའི་བཟོ་ནས་མི་མང་པོ་ལ་སེམས་གཏམ་བཤད་ནས་རང་གི་ཉམས་མྱོང་བཤད་ཡག་གི་གོ་སྐབས་དེ་ཕ་ཆེ་དཀའ་ལས་ཁག་པོ་རེད་དེ་འདྲ་ཡིན་ཚ་དུས་ང་ཚོ་འདི་ཚོ་ཚང་མ་དེ་ལ་དངོས་གནས་གོམ་བརྒྱབ་ནས་བསམ་བློ་བཏང་ནས་ཞིབ་ཚགས་བཟོས་ན་ཕན་ཐོག་ཞེ་དྲག་ཡོད་རེད་ཟེར་ཞུ་ཡག་ཡིན་དེ་མཐའ་མ་ཞུ་ཡག་དེ་ལ་ང་ཚོས་གོམ་བརྒྱབ་ཟེར་དུས་ད་ག་ཟེར་འགྲོ་ཞུར་འདུག་ཞུར་ལ་བསམ་བློ་བཏང་བསྡད་པ་དེ་གོམ་བརྒྱབ་ཟེར་གི་མ་རེད་ད་རྒྱུན་མ་གོམ་བརྒྱབ་མཁན་མཁས་པ་ཅིག་ཆགས་ཚ་དུས་ད་ལས་ཀ་ག་རེ་ལས་དེ་ན་ཚང་མ་སྒོམ་ཆགས་འགྲོ་ཡ་ཅིག་ཡོད་རེད་དེ་ཁོ་རང་གོམས་གཤིས་དེ་ཚོད་དེ་ཁོ་རང། ལས་ཀ་མི་གཅིག་གི་རྣམ་འགྱུར་ཡག་པོ་བསྟན་འོང་ན་ཡང་དེའང་གྲོགས་ཆགས་འགྲོ་གི་རེད་སྡུག་པོ་བསྟན་འོང་ན་དེའང་ཁོ་རང་སེམས་གཅོང་གི་གྲལ་ལ་སླེབས་འགྲོ་གི་རེད། ད་ལྟ་ང་ཚོས་ག་འདྲས་བཟོ་དགོས་རེད་ཟེར་ལབ་ན་དང་པོ་དང་པོ་དེ་ལ་ཡིན་གཅིག་མིན་གཅིག་བཙུར་བཙུར་བཟོ་ནས་ལུས་དྲང་པོ་བསྲངས་ནས་སྔན་ལ་སེམས་ནང་དེ་མ་སེམས་པ་དེ་མ་ལྷོད་ལྷོད་བཟོ། དེ་ནས་ག་ལེ། གནས་ལུགས་དེ་འདྲི་ལ་བསམ་བློ་བཏང་ནས་ད་ངོ་ནས། ང་འདི་མ་གཏོགས་འགྲོ་ས་མི་འདུག་ང་འདི་མ་གཏོགས་ཐབས་མི་འདུག་ད་ལམ་ཁ་ཅིག་འདི་མ་གཏོགས་མི་འདུག་འདིའི་ལམ་ཁ་དེ་ལ་ང་མཐའ་འཁྱོངས་པ་ཅིག་བཟོ་གི་ཡིན་བསམ་དམ་བཅའ་བཞག་དེའི་སྒང་ལ་ཡང་སེ་ཡང་སེ་བསམ་བློ་བཏང་འགྲོ་དུས། དེ་ནས་ཁོ་སེམས་དེ་མ་ལྷོད་ཐབས་དེ་ཡར་དྲན་དེ་འདྲི་རེ་ཡོང་གི་རེད་དེ་འདྲ་ཡིན་ཚར་རྗེས་ད།